ཐེག་དམན་གྱི། ད་ཐེག་པ་དམན་པ་སྔ་མ་དུས་སྙེ་མ་དུས་ཚོད་ལ་ཡོད་ས་རེད་ལ། ད་ལྟའི་ཆ་ལ་ཡིན་ན་ཡང་ཐེག་པ་དམན་པའི་གི། རྗེས་འཇུག་པ་ཁ་ཤས་ཀྱིས་ཐེག་པ་ཆེན་པོ་འདི་སངས་རྒྱས་ཀྱི་བཀའ་མ་རེད་ཟེར་ནས་ཁས་ལེན་མཁན་འདི་མང་པོ་ཡོད་ས་རེད། བྱས་ཙང་ད། ད་ཐེག་གི་ཐེག་པ་ཆེན་པོ་སངས་རྒྱས་ཀྱི་བཀའ་ཡིན་པ་སྒྲུབ་ངེས་ཀྱི་ད་གཞུང། རྒྱ་གར་གྱི་དཔོན་གྲུབ་ཀྱི་ད་གཞུང་ནང་ལོགས་ནས་ད་གལ་ཆེ་ཤོས་གཅིག་འདི་ཨ་ནི་སྤྱོད་འཇུག་འདི་ཆགས་ཡོད་རེད་དེ་ནི། མགོན་པོ་ཀླུ་སྒྲུབ་ཀྱི་དབུ་མ་རིན་ཆེན་ཕྲེང་བ། བྱས་དེ་ནི་རྒྱལ་བ་བྱང་པོ་མགོན་པོས་ཀྱི་ཨ་ནི་མདོ་སྡེ་རྒྱན། ཨ་འདི་གའི་འདི་ད་ཐེག་ཆེན་བཀའ་སྒྲུབ་འདི་ཞུ་ཅེས་གསུང་ང་ངོ་ད། འོ་ད་འདི་འདྲ་རེད་ཞོས་ད་འདི་ནི་མ་ཐེག་ཆེན་བཀའ་སྒྲུབ་འདི་ཐེག་པ་ཐེག་པ་ཆེན་པོའི་སངས་རྒྱས་ཀྱི་བཀའ་ཡིན་པ་འདི་གྲུབ་དགོས། ད་ཁ་སང། གལ་ཏེ་ཐེག་ཆེན་མ་གྲུབ་ན་ཁྱོད་ཀྱི་ལུགས་ནས་ཇི་ལྟར་སྒྲུབ་ཟེར་དེ་དོན་དག་ག་རེད་ཟེར་ལབ་ན། ཁྱེད་རང་གིས་ཨ་ནི། ག་རེ་ཐར་པ་ཐོབ་པ་ལ། དགྲ་བཅོམ་པའི་གོ་འཕང་ཐོབ་པ་ལ་ཐར་པ་ཐོབ་པ་ལ་སྟོང་པ་ཉིད་རྟོགས་དགོས་ཀྱི་འདུག་དུས་སྟོང་པ་ཉིད་རྟོགས་དགོས་ཀྱི་ཡོད་པ་དང་བདག་མེད་པ་ཟད་དུ་རྟོགས་དགོས་ཀྱི་ཡོད་པ་འདི་ཁྱེད་རང་གིས་ཁུངས་ག་རེ་རྒྱག་གི་འདུག་ལབ་ན་ཁུངས་འདི་ཨ་ནི། ཐེག་ཆེན་གྱི་སྡེ་སྣོད་ཀྱི་ལུང་འདི་དྲང་གི་འདུག་ཨ། བྱས་ཙང་ཐེག་པ་ཆེན་པོ་ཁོ་རང་ངས་ཁས་ལེན་གྱི་མེད་སངས་རྒྱས་ཀྱི་བཀའ་ཡིན་པ་ཁོ་རང་ཁས་ལེན་གྱི་མེད་གལ་ཏེ་ཐེག་ཆེན་མ་གྲུབ་ན་ཟེར་ཐེག་པ་ཆེན་པོ་སངས་རྒྱས་ཀྱི་བཀའ་ཡིན་པ་དེ་མ་གྲུབ་ན་ཨ་ནི་ཁྱོད་ཀྱི་ལུང་འདི་གིས་དགྲ་བཅོམ་པ་ཐོབ་པ་དང་ཐར་པ་ཐོབ་པ་ལ་སྟོང་པ་ཉིད་མཐོང་དགོས་ཀྱི་རེད་སྟོང་པ་ཉིད་རྟོགས་དགོས་ཀྱི་རེད་ཟེར་ཡ་ལུང་འདི་ངས་ག་འདྲས་གྲུབ་ཀྱི་རེད་གྲུབ་ཐུབ་མ་རེད་ངས་ཁས་ལེན་མ་རེད་ཟེར་གསུང་བར་ཐེག་པ་ཆེན་པོ་ཀོ་རང་ངས་སངས་རྒྱས་ཀྱི་བཀའ་ཡིན་པ་དེ་ཁས་ལེན་གྱི་མེད་པ་ཡིན་ན་ཁྱེད་རང་གི་ལུང་འདི་ལ་བརྟེན་ནས་ནི་ག་ཟེར་བ་ཡ། དགྲ་བཅོམ་པའི་གོ་འཕང་ཐོབ་པ་ལ་དེ་ག་ཟེར་བ་རེད་སྟོང་པ་ཉིད་རྟོགས་དགོས་ཀྱི་རེད་ཟེར་ཡ་དེ་ངས་ཁས་ལེན་ཐུབ་ས་མ་རེད་ཅེས་ད་འདི་ཟེར་གྱི་ཡོད་དམ།

ཨ་ནི་སངས་རྒྱས་ཀྱི་བཀའ་ཡིན་པ་འདི་ང་གཉིས་ཀ་ལ། ང་གཉིས་ཀ་གི་འདོད་དགུ་འོར་བ། གང་ཕྱིར་གཉིས་ཀ་ལ་འདི་བསྒྲུབ་གཉིས་ཀ་ལ་དེ་བསྒྲུབ་དགུ་འོར་བ། ཡིན་ན་ཡང། ཐེག་དམན་གྱི་ལུང་འདི་སངས་རྒྱས་ཀྱི་བཀའ་ཡིན་པ་འདི་ཁྱེད་རང་དང་པོ་སྐྱེས་དུས་ནས་ཧ་གོ་མེད་པ་ཟེར་བ་དང་མི་སུ་འདྲ་ཅིག་ཡིན་ན་སོ་སོ་སྐྱེས་དུས་ནས། ཐེག་དམན་གྱི་ཆོས་འདི་གའི་ཐེག་དམན་གྱི་ལུང་འདི་གའི་འདི་སངས་རྒྱས་ཀྱི་བཀའ་ཡིན་པ་འདི་སུ་གཅིག་ཧ་གོ་མར་བ། བྱས་ཙང་དང་པོ་སྐྱེས་དུས་ནས་ཧ་གོ་མར་བ།

དེ་ནི་ཐེག་ཆེན་ལ་ཡང་མཚུངས་སའི་དོན་དག་འདིར་གདའ། གཞན་ཉིད་འདོད་པའི་སྡེ་ན་ནི་རིག་བྱེད་སོགས་ཀྱང་ལྡན་པར་འགྱུར། ད་འདི་གི་མི་འདི་གི་ཚུལ། རྒྱལ་སྲས་ཆེན་པོ་ཞི་བ་ལ་ལ་ག་རེ་ཞུ་འོ་རེས་ལབ་པ་ཡིན་ན། གཞན་ཉིད་འདོད་པའི་སྡེ་ན་ནི། འདི་རྟག་ད་དེས་མ་གསུངས། ཐེག་དམན་འདི་སངས་རྒྱས་ཀྱི་བཀའ་ཡིན་པ་འདི་ལ་ག་ལ་བ་རེད། ག་ལ་བ་རེད། ཐེག་པ་ཆེན་པོའི་ཆོས་དེ་སངས་རྒྱས་ཀྱི་བཀའ་འདི་ཁྱེད་རང་གིས་ཤེས་ཀྱི་འདུག་མ་གཏོགས་ངེད་ཀྱིས་ལབ་ཀྱི་མེད་བ། ཡིན་པ་ཡིན་ན་ཡང་ཐེག་དམན་འདི་སངས་རྒྱས་ཀྱི་བཀའ་ཡིན་པ་དེ་ང་རང་གཉིས་ཀ་གིས་ལབ་ཀྱི་ཡོད་བ། རང་གཞན་གཉིས་ཀ་གིས་ལབ་ཀྱི་གཞན་གཉིས་ཀ་གིས་འདོད་ཀྱི་འདུག་བ་བྱས་ཙང། གཞན་གཉིས་འདོད་པའི་གདན་ན་ནི་ད་མི་གཉིས་ཀྱིས་ཐེག་པ་ཆེན་པོའི་ཆོས་དེ་སངས་རྒྱས་ཀྱི་བཀའ་ཡིན་པ་དེ་ཁྱེད་རང་གཅིག་པོ་གིས་འདོད་ཀྱི་འདུག། ཐེག་དམན་སངས་རྒྱས་ཀྱི་བཀའ་ཡིན་པ་དེ་ང་རང་གཉིས་ཀ་གི་སྡུག་གི་དུ་བ་བྱེད་ས་གང་ཡིན་མི་གཉིས་ཀྱི་སྡུག་གི་དུ་བ་བྱེད་ས་གཅིག་དང་གཉིས་བྱས་ན་གཉིས་གལ་ཆེ་གི་རུ་བ་ཨ་ཟེར་སྐད་ཆ་ཞིག་ཡོད་ད་གང་ད་མང་པོ་གལ་ཆེ་གི་རུ་བ་ཨ་ཟེར་སྐད་ཆ་དེ་ཞིག་བ་རེད་བྱེད་ས་མང་པོ་གལ་ཆེ་གི་ཡོད་པའི་རྒྱུ་མཚན་མི་མང་པོ་སྡོད་པའི་རྒྱུ་མཚན་གྱིས་བདེན་པ་ཆགས་འགྲོ་གི་ཡོད་ན་རིག་བྱེད་སོགས་ཀྱང་བདེན་པར་འགྱུར་ཟེར་ད། དཔེར་ན་ཕྱི་རོལ་པའི་གི་གྲུབ་མཐའ་དེའི་ནང་ནས་རིག་བྱེད་ཟེར་ན་བའི་ཟླ་ཟེར་དེ་ར་རྒྱ་གར་གི་ཚིག་ལ་བའི་ཟླ་ཟེར་ཏེ། སྤྱིར་ཚ་རིག་བྱེད་ཀྱི་གཞུང་ནང་བཤད་བཞག་རྒྱུ་གི་ད་གནས་ཚུལ་ག་རེ་ཡིན་ན་དེ་གའི་དེ་ཚང་མ་བདེན་པ་ཆགས་འགྲོ་གི་རེད། ག་ཡིན་ན་ན། ཐེག་དམན་གྱི་གཞུང་སློབ་སྦྱོང་བྱེད་མཁན་གྱི་མི་གྲངས་དེ་ད་གྲངས་ཀ་འདྲ་བོ་བྱས་ན་མང་གི་རུ་བ་ནང་པ་ལས་ཀྱང་མང་གི་རུ་བ།

ད་ཐེག་དམན་སངས་རྒྱས་ཀྱི་བཀའ་ཡིན་པ་དེ་ལ་རྩོད་པ་མི་འདུག་ཚང་མས་ཀྱི་རྩོད་པ་ཞིག་གེ་མཇལ་དགོས་འདུག་ཡིན་ན་ཐེག་པ་ཆེན་པོ་སངས་རྒྱས་ཀྱི་བཀའ་ཡིན་པ་དེ་ལ་རྩོད་པ་འདུག་ཨ། དེ་འདྲས་ཡོད་པ་ཡིན་ཙང་ང་ཐེག་པ་ཆེན་པོའི་ཆོས་དེ་སངས་རྒྱས་ཀྱི་བཀའ་ཡིན་པ་ཁས་ལེན་ཐུག་མི་འདུག་ཐེག་དམན་དེ་ངས་སངས་རྒྱས་ཀྱི་བཀའ་ཡིན་པ་ཁས་ལེན་ཐུག་གི་འདུག་དེ་འདྲས་ལབ་བ་ཡིན་ན་ཟེར་བ་དང།

ཀུ་རྩོད་པ་རྩོད་པ་ཡོད་པ་བཅས་ལ་རྩིས་བརྒྱན་རུང་བ་དང་རྩོད་རྩོད་བྱེད་འགྲོ་བ་བཅས་བསམ་བཏང་རུང་བ། ད་ན་བཞིན་ཐེག་དམན་གྱི་ལུང་ལ་ཡང། དཔེར་ན་ཐེག་དམན་ཁོ་རང་ནང་ལོགས་ལ་བྱེ་བྲག་སྨྲ་བ་བྱེ་བྲག་སྨྲ་བ་ཁོ་རང་ནང་ལོགས་ལ་སྡེ་པ་བཅོ་བརྒྱད་ཟེར་ན་མི་འདྲ་བ་མི་འདྲ་བ་མང་པོ་ཡོད་རུང་བ། ཅི་ཟ་ཐེག་དམན་གྱི་ལུང་ཁ་ཤས་སྡེ་པ་ཁ་ཤས་ཀྱིས་ཁས་མ་ལེན་པ། ཐེག་དམན་གྱི་ལུང་ཁ་ཤས་སྡེ་པ་ཁ་ཤས་ཀྱིས་ཁས་མ་ལེན་པ་ཁ་ཤས་ཀྱིས་ཁས་ལེན་པ། ཡང་ཁ་ཤས་ཀྱིས་ཁས་ལེན་པ་ལ་ཡང་ཁ་ཤས་ཀྱིས་ཁས་མ་ལེན་པ། ཅི་ཟ་ཐེག་དམན་གྱི་ལུང་ཁོ་རང་ནང་ལོགས་ལ་ཡིན་ན་ཡང་ཨ་ནི་རྩོད་པ་ཡོད་པ་མང་པོ་འདུག་ཨ་ཁོ་རང་ཐེག་དམན་པ་ཁོ་རང་གཟུགས་ཀྱི་ཐེག་ཆེན་པ་ད་བར་གཡུག་ཞོག་ཐེག་དམན་པ་ཁོ་རང་གཟུགས་ངོས་ནས་ཡང་དེ་ལ་ཡང་རྩོད་པ་ཡོད་བསྡད་པ་འདི་འདྲའི་མང་པོ་ཡོད་གི་འདུག་ཨ་བྱས་ཙང་ལུང་ལ་མུ་སྟེགས་པ་རྣམས་དང་ཐེག་དམན་གྱི་ལུགས་ལ་མུ་སྟེགས་པ་རྣམས་དང་ལུང་གཞན་བླང་ཡང་ད་རང་གཞན་དང་རང་ཡིན་ན་འདྲ་ད་ཕྱི་རོལ་པ་ཡིན་ན་རང་ཟེར་ན་ནང་པ་སངས་རྒྱས་པ།

ཨ་འདི་འདྲས་རྩོད་པ་དང་བཅས་པ་ཡིན་པའི་རྒྱུ་མཚན་ཐེག་ཆེན་དེ་རྩོད་བྱེད་རེད་བྱ། ཁྱོད་སངས་རྒྱས་ཀྱི་བཀའ་ལ་ཁས་ལེན་མེད་ལ་ན་ཐེག་དམན་གྱི་ལུགས་འདི་ཡང་རྩོད་བྱེད་ཆགས་འགྲོ་གི་རེད། འདི་ཡིན་དུས་བརྩམས་པ་ལ་ཨ་དེ་ཡང་སངས་རྒྱས་ཀྱི་བཀའ་མ་ཡིན་པ་ཆགས་འགྲོ་གི་རེད་ཁྱོད་རང་གིས་དོར་དགོས་ཀྱི་རེད་བྱས། རྩོད་བྱེད་ཡིན་ཕྱིན་དོར་བྱར་འགྱུར། བྱས། རྩོད་པ་དང་བཅས་པ་ཡིན་པའི་རྒྱུ་མཚན་གྱིས་ཨ་ན་ཐེག་དམན་དེ་ཡང་དོར་བྱ་ཆགས་འགྲོ་གི་རེད་དོར་བྱ་ལ་ན་ག་རེ་སངས་རྒྱས་ཀྱི་བཀའ་མ་ཡིན་པ་སངས་རྒྱས་ཀྱི་བཀའ་ཡིན་པ་དེ་དོར་བར་འགྱུར་དགོས་ཀྱི་རེད་ཅེས་ནས་དག་འདི་གསུངས་ཡོད་པ་འདྲ།

འོ་དེ་བསྟན་རྩ་དགེ་སློང་ཟེར་དེར་བསྟན་པའི་རྩ་བ་གི་དགེ་སློང་དགྲ་བཅོམ་པ་དེ་གི་དེ་ཟེར་ད་དེ། མི་དགེ་སྔོན་པ་གཉིས་ལས་བཤད་པའི་དགྲ་བཅོམ་པ་ཟེར་དེར་ད་ག་ན་ཐེག་དམན་གྱི་ལུགས་ཀྱི་དགྲ་བཅོམ་པ་དེ། གལ་སྲིད་དེ་འདྲའི་དགྲ་བཅོམ་པ་དེ་སྔོན་པ་གཉིས་ལས་བཤད་པའི་ཉོན་མོངས་དེ་གའི་དེ་སྤངས་ནས་སྔོན་པ་གཉིས་ལས་བཤད་རྒྱུའི་ཉོན་མོངས་དེ་སྤངས་ནས་དགྲ་བཅོམ་པ་འཆར་བ་རེད་མ་གཏོགས་ཅི་ལྟར་དགྲ་བཅོམ་པ་མ་རེད་ཁོ་སྡང་འཛིན་སྤངས་ཡོད་མ་རེད་བ་སྟོང་པ་ཉིད་མ་རྟོགས་པ་ལ་བདག་མེད་མ་རྟོགས་པ་ལ་བདག་འཛིན་སྤངས་ཐུབ་ཡ་ཡོད་མ་རེད། ཡིན་ན་ཡང་སྔོན་པ་གཉིས་ནས་ཤེས་བསྡད་རྒྱུ་གི་ཉོན་མོངས་དེ་གས་དེ་སྤངས་ཚར་བ། བྱས་ཙང་སྔོན་པ་གཉིས་ཐེག་དམན་པ་ཁོ་རང་ཚོས་ཁོ་དགྲ་བཅོམ་པ་ཁས་ལེན་གི་ཡོད་དེ་དོན་དག་ལ་དགྲ་བཅོམ་པ་མ་རེད་བ་ཟེར་བ། དེ་འདྲས་ཀྱི་བསྟན་རྩ་དགེ་སློང་ཉིད་ཡིན་ན་དགེ་སློང་ཉིད་རྒྱག་དཀའ་བར་གནས་ཟེར། བྱས་ཙང་དེ་འདྲས་ཀྱི་དགེ་སློང་དེ་ཨ་ནི། དགེ་སློང་ཉིད་ཀྱང་དེ་འདྲས་ཀྱི་དགྲ་བཅོམ་པའི་དགེ་སློང་དེ་དགྲ་བཅོམ་པའི་དགེ་སློང་ཡིན་པ་དེ། གལ་སྲིད་སྟོང་པ་ཉིད་ཟད་དུ་རྟོགས་ཀྱི་མེད་པ་ཡིན་ན་དགྲ་བཅོམ་པའི་དགེ་སློང་ཅིག་ཡིན་པ་འདི་དཀའ་ལས་ཁག་པོ་རེད་ཟེར་ད་དཀའ་བར་གནས་ཟེར་དོན་དག་འདིར་ད་དཀའ་ལས་ཁག་པོ་ཆགས་འདུག་རེད་གལ་ཡིན་ཟེར་ན་སྟོང་པ་ཉིད་མ་རྟོགས་ན་བདག་མེད་མ་རྟོགས་ན་བདག་འཛིན་སྤངས་འདུག་མ་རེད་བདག་འཛིན་མ་སྤངས་ན་ཨ་ནི་དགྲ་བཅོམ་པའི་དགྲ་བཅོམ་པ་ཅིག་ཡིན་པ་འདི་ཨ་ནི་བཞག་ཁག་པོ་ཆགས་རེད་ཅེས་ནི་གསུངས་ཡོད་པ་རེད། སེམས་ནི་དམིགས་པ་དང་བཅས་སེམས་ནི་དམིགས་དང་བཅས་རྣམས་ཀྱིས་མྱ་ངན་འདས་པར་དཀའ་བ་ནས། དེ་འདྲའི་གི་སེམས་དེ་དགྲ་བཅོམ་པའི་གི་སེམས་ཡིན་ན་ད་ལྟ་སུའི་སེམས་ཡིན་ན་ཡང། དམིགས་པ་དང་བཅས་པ་ཡིན་ན་དམིགས་པ་ལ་ན་བདག་འཛིན་གྱི་དམིགས་པ་དང་བཅས་པ་ཡང་ན་བདེན་འཛིན་གྱི་དམིགས་པ་དང་བཅས་པ་ཡིན་ན། ཡང་ན་སོ་སོའི་གི་སེམས་ལ་ཡང་བདེན་འཛིན་གྱི་དམིགས་པ་དང་བཅས་ཡོད་པ། ཡང་ན་སོ་སོའི་གི་རྒྱུད་ལ་བདག་འཛིན་ཡོད་པ་དང་བདེན་འཛིན་ཡོད་པ་ཡིན་ན། ཨ་ནི་ཉོན་མོངས་སྤངས་ཡོད་མ་རེད་ཅེས་ན་མྱ་ངན་ལས་འདས་པ་ཟེར་ཏེ་ཐར་པ། མྱ་ངན་ལས་འདས་པ་ཐོབ་པ་ཟེར་ན་ཐར་པ་ཐོབ་པ་ཟེར་ཏེ་བཀའ་ལ་ཁག་པ་རེད་ཟེར་དཀའ་བར་གནས་ཟེར་དོན་དག་འདིར་གདའ། ཉོན་མོངས་སྤངས་པའི་དྲོད་ན་དེ་དེ་མ་ཐག་ཏུ་དལ་འགྱུར་རོ་ཉོན་མོངས་མེད་ཀྱང་དེ་དག་ལ་ལས་ཀྱི་ནུས་པ་ཐོབ་ན་ཡིན་ཞེས་གསུངས་སོ། གལ་སྲིད་རྨོངས་པ་གཉིས་ནས་ཤེས་པའི་ཉོན་མོངས་འདི་གའི་དེ་སྤངས་པ་ཙམ་གྱིས་ཐར་པའི་གོ་འཕང་ཐོབ་པ་འཁོར་བ་ལས་གྲོལ་བ་སྡུག་བསྔལ་ཐམས་ཅད་ལས་གྲོལ་གྱི་རེད་ལགས་ན།

ད་དཔེར་ན་དགྲ་བཅོམ་པ་སྔོན་པ་གཉིས་ནས་ཤེས་པའི་ཐེག་དམན་གྱི་དགྲ་བཅོམ་པ་ཁ་ཤས་ཡི་རྒྱུད་ལ་སྡུག་བསྔལ་ཡོད་པ་དེ་འདྲ་མང་པོ་འདུག་ཨ་ཟེར། ད་མོ་མགལ་གྱི་བུ་ལ་སོགས་པ་དགྲ་བཅོམ་པ་མང་པོ་ཡི་རྒྱུད་ལ་སྡུག་བསྔལ་ཡོད་པ་དེ་འདྲ་མང་པོ་བཤད་ཡོད་རེད། བྱས་ཙང། ཉོན་མོངས་སྤངས་ཚར་ན་སྡུག་བསྔལ་ཡོང་ཡ་ཡོད་མ་རེད། སྡུག་བསྔལ་གྱི་རྩ་བ་དེ་བདག་འཛིན་རེད། ཉོན་མོངས་རེད། ཉོན་མོངས་སྤངས་ཚར་ན་ཡང་ཁོ་ལ་སྡུག་བསྔལ་འདུག་ཨ། བྱས་ཙང་སྔོན་པ་གཉིས་ནས་བྱས་པའི་ཉོན་མོངས་དེ་སྤངས་པ་ཡིན་ན་ཡང་དང་དུ་ཡིན་ན་ཁོ་ལ་ལས་གསར་དུ་བསགས་པ་དང་ལས་ཀྱི་དབང་གིས་འབྲས་བུ་མྱོང་ཡ་ལ་སོགས་པ་ཡང་ན་སྡུག་བསྔལ་མྱོང་ཡ་ལ་སོགས་པའོ། འདི་འདྲའི་ཡོང་གི་འདུག་ཨ། བྱས་ཙང། ཁོ་ཚོས་ཉོན་མོངས་ཆ་ཚང་སྤངས་ཡོད་མ་རེད་སྔོན་པ་གཉིས་ནས་བྱས་པའི་ཉོན་མོངས་དེ་གལ་ཏེ་སྤངས་ཉོན་མོངས་མེད་ཀྱང་ཟེར་ཡ་དེ་མེད་ཟེར་ཡ་དེ་ག་རེད། སྔོན་པ་གཉིས་ནས་བྱས་པའི་ཉོན་མོངས་ཟེར་ན་དྲ་ཐོག་ཐེངས་མའི་ཁོ་རང་ཚོའི་ལུང་གིས་བཤད་བྱ་རྒྱུ་གི་ཉོན་མོངས་དེ་གས་མེད་ཀྱང། ཨ་ནི་དེ་དག་ལ་ཡང་ལས་ཀྱི་ནུས་པ་དེ་ལས་ཀྱི་དབང་གིས

གར་གསུང་གོ་རེ་ལབ་པ་ཡིན་ན་རེད་རེད། དགྲ་བཅོམ་པ་དེ་དག་ཡི་རྒྱུད་ལ་ཉོན་མོངས་ཡོད་མ་རེད་ལབ་པ་ད་ཐེངས་མིན་པ་བཟོ། ཉོན་མོངས་ཡོད་མ་རེད། ཉོན་མོངས་མེད་ན་ཡང་ཁོའི་གཟུགས་པོ་དེ་སྤངས་ཡོད་མ་རེད། ཁོ་དང་པོ་མི་ཕལ་པ་ཡིན་དུས་དགྲ་བཅོམ་པ་དམར་ཆག་པའི་སྔོན་ལ་ཨ་ནི་ཁོའི་གཟུགས་པོ་དེ།

ཁོས་ཀྱི་ལུས་འདི་ཉོན་མོངས་ཀྱིས་འཕངས་པའི་འབྲས་བུ་ཡིན་པ་ཡིན་ས་དེའི་དབང་གིས་ཁོ་ལ་སྡུག་བསྔལ་ཡོང་བ་རེད་མ་གཏོགས་ཚེ་འདི་ལ་ཉོན་མོངས་མ་སྤངས་པའི་རྒྱུ་མཚན་གྱིས་ཁོ་ལ་སྡུག་བསྔལ་མྱོང་བ་མ་རེད། རེ་ཞིག་ཉེར་ལེན། ཉེར་ལེན་ཟེར་ན་ང་ཚོས་ཀྱི་ལུས་འདི་ལ་ཉེ་བར་ལེན་པའི་ཕུང་པོ་འདི། ཨ་ནི། ད་དགྲ་བཅོམ་པ་འདི། ད་ཤི་སོང་ན་ཨ་ནི་ཕུང་པོ་འདི་མེད་བར་ཆགས་འགྲོ་གི་ར་གཟུགས་པོ་འདི་མེད་བར་ཆགས་ནས་ད་གཟུགས་པོ་གསར་བ་ཅིག་ལེན་ནའང་འདྲ་འདུག་ཡང་ན་ལུས་གསར་བ་ཅིག་མ་ལེན་པ་ཡིན་ན་ད་ག་རེ་ཡིན་ན། གང་དག། འདི་ནས་སུ་ནི་སྡུག་བསྔལ་ཁྱོད་ནི་མྱོང་ཡ་མེད་པའི་ཆ་གི་རེས། གང་དག་ལུས་དེ་ལས་ཀྱི་དབང་གིས་བྱུང་བྱ་རྒྱུ་ཡང་ན་ལས་དང་ཉོན་མོངས་ཀྱི་དབང་གིས་བྱུང་བྱ་རྒྱུ་གི་ལུས་དེ་ཡོད་བྱེད་ཅི་ལ་དགྲ་བྱོན་པ་ཡིན་ན་ཡང་སྡུག་བསྔལ་དེ་ཡོད་དབང་རེས། དེས་པ་བཞག་ནས། ལུས་དེ་རྗེ་བོ་ཞིག་བརྒྱབ་ནས་ད་འགྲོ་ཚར་ན་ནི་དེ་ནས་ཁོ་ལ་སྡུག་བསྔལ་ཡོད་མ་རེད་ཅེས་ད་དེ་གསུང་བ་རེ་ཞིག་ཉེར་ལེན་སྲིད་པ་ནི་ད་ཉེར་ལེན་གྱི་སྲིད་པ་ལུས་འདི་ནི་ཨ་ནི་མེད་ཅེས། མེད་པ་ཡིན་ན་ཨ་སྡུག་བསྔལ་ལ་སོགས་པ་ངེས་ཀྱི་མ་རེད། སྡུག་བསྔལ་ལ་སོགས་པ་མྱོང་དགོས་ཀྱི་མ་རེད་ཟེར་ནས། མེད་ཅིང་ངེས་པ་ཉིད་ཅེ་ན་སའི་དོན་དག་འདིར། སེལ་ཏེ་ཉོན་མོངས་ཅན་མིན་ཡང་ཀུན་རྨོངས་ཤིན་ཏུ་ལྕི་སྟེ་མིན་ཞེས་གསུངས་དང། ད། དེ་འདྲའི་གི། སྲེད་པ་འདིའི་ཟེར་བ། གར་ཟ། སྲེད་པ་ཟེར་ན་ཉེར་ལེན་གྱི་ཕུང་པོ་འདི། དབང་པོ་གཉིས་ནས་བཤད་པའི། ག་ལ་བར་ཉོན་མོངས་དེ་གི་འབྲས་བུ་མ་ཡིན་པ་ཡིན་ན་ཡང་ཡིན་ན་སྒྲ་དུ་མ་ཡིན་པ་ཡིན་ན་སྒྲ་དུ་གང་དག་ག་རེ་ཡིན་ན་སྒྲ་དུ་གང་དག་ཁྱོད་རང་གིས་རྨོངས་པ་དེ་ལ་རྨོངས་པ་ལ་ན་བར་མ་རིག་པ་དེ་ལ་རྨོངས་པ་མ་རིག་པ་དེ་ལ་གཉིས་དབྱེ་བ་ཇི་སྟེ་བ་སོ་མ་རིག་པ་དེ་ལ་ཉོན་མོངས་ཡིན་ངེས་ཀྱི་མ་རིག་པ་ཇི་དང་ཉོན་མོངས་མ་ཡིན་པའི་མ་རིག་པ་ཇི་གཉིས་ཆིག་སྟེ་བ་སོ། འདི་ཕྱེད་ཕྱོགས་ཀུན་ཡོད་པ་ཡིན་ན།

ཡོད་ཆོག་རོ་ལགས་ཟེར། གལ་སྲིད་ཁྱེད་རང་གིས་མ་རིག་པ་འདི་ལ་ཉོན་མོངས་ཡིན་མཁན་གྱི་མ་རིག་པ་ཅིག་དང་ཉོན་མོངས་མ་ཡིན་པའི་མ་རིག་པ་གཉིས་འདོད་ཆོག་གི་ཡོད་པ་ཡིན་ན། ཨ་ནི། ངས་འདི་ནི་མ་ཤེས་བྱ་རྒྱུད་ཀྱི་སྟོང་པ་ཉིད་ཟེར་ཡ་ད། བདག་མེད་པར་དེ་མ་ཤེས་མེད་ཀྱི་བདག་འཛིན་མ་རིག་པ་དེ་ཡོད་ཆོག་རོ་ལགས་ཟེར་ད་འདི་སོ། ཀུན་རྨོངས་བཞིན་དུ་ཀུན་ནས་རྨོངས་པའི་རྨོངས་པ་ལ་ཡང་གཉིས་ཡོད་པ་ནང་བཞིན། ཨ་ནི།

ཨ་ནི། སྔོན་མ་གཉིས་ནས་ཤེས་པའི་དགྲ་བཅོམ་པ། ཐེག་དམན་གྱི་དགྲ་བཅོམ་པ་དེ་ག་ལས་ཡ། འཚོ་བ་དེ་འདུག་ཨ། འཚོ་བ་དེ་ཡོད་ན་འཚོ་བ་དེ་གང་སྐྱེ་གི་རྒྱུ། བདེན་འཛིན་ཟེར་ན་དག་འཛིན་དེ་ཡོད་དགོས་ར། བྱས་ཙང་འཚོ་བའི་རྐྱེན་གྱིས་སད་པ་ཡིན། འཚོ་བ་དེ་དག་ལ་ཡང་ཡོད། དགྲ་བཅོམ་པ་དེ་དག་ལ་འཚོ་བ་དེ་ག་འདུག་ཨ། འཚོ་བ་དེ་ཡོད་པ་ཡིན་ན་འཚོ་བ་ཡི་རྒྱུ། ཨ་ནི་བདག་འཛིན་གྱི་དམིགས་པ་དང་བཅས་པ་དེ་ཆགས་འགྲོ་གི་ར། འདི་ཡོད་དགོས་ར། དམིགས་པ་དང་ནི་བཅས་པའི་སེམས། དོན་དག་རེད། འགའ་ཞིག་ལ་ནི་གནས་པར་འགྱུར། ད་གང་དག། དེ་འདྲས་ཀྱི་བདག་འཛིན་སའི་བདག། བདེན་འཛིན་སའི་དེ་ཡོད་ཕྱིན་ཅི་ལ། ཨ་ནི་མི་དེ་ཐར་པ་ལ་སོགས་པ་ཐོབ་པ་ལ་ཡང་དེ་ག་འདྲས་བྱས་ནས་ཐར་པ་ལ་གནས་ཀྱི་རེད། དགྲ་བཅོམ་པའི་གོ་འཕང་ལ་གནས་ཀྱི་རེད་སའི་དེ་ག་འདྲས་བྱས་ལགས་བར་དེ་ཡོང་ཡང་ཡོང་མ་རེད་འགའ་ཞིག་ལ་ནི་དེ། སོ་སོའི་རྒྱུ་ལ་བདག་འཛིན་ཡོད་ཡོད་བར་དུ་ལ་ཨ་ནི་ག་རེ། ཐར་པ་སའི་ཐོབ་ཡང་དེ་ཡོང་མ་རེད་ཅེས་བདག་འདི་གསུངས་ཡོད་པར་གདའ། སྟོང་ཉིད་དང་ནི་བྲལ་བའི་སེམས། འགགས་པ་སླར་ཡང་སྐྱེས་གྱུར་ཏེ། འདུ་ཤེས་མེད་པའི་སྙོམས་འཇུག་ཞེས་དེ་ན་སྟོང་ཉིད་བསྒོམ་པར་བྱ། ད་འདུ་ཤེས་མེད་པའི་སྙོམས་འཇུག་ཟེར་ཏེ་མཁྱེན་དགོས་ཡ་གལ་ཆེན་པོ་འདུ་ཤེས་མེད་པའི་སྙོམས་འཇུག་ཟེར་ཏེ། ག་གེའི་བསམ་བློ་མ་བཏང་བ་བྱས་པ་སྟོང་སང་སང། ཟླ་བ་གཅིག་འདས་བྱས། རྡོ་ཕྱེ་ནས་ད་སྒོམ་བརྒྱབ་དེ་ངས་དེ་འདྲ་ཡོད་ད་དེ་ལ་འདུ་ཤེས་མེད་པའི་སྙོམས་འཇུག་ཟེར་ནས་ད་གོ་བདེ་བོ་ཅིག་ད་རགས་པ་འདྲ་བོ་ཅིག་ལབ་ན་དེ་འདྲ་འདྲ་བོ་ཅིག་རེད། ད་དེ་འདྲས་ཀྱི་སྒོམ་བརྒྱབ་ནས་དེ་ངས་དེ་འཚོ་བ་བདེ་སྡུག་བཏང་སྙོམས་སུ་གང་ཡང་མེད་བ་ཚང་མ་ཕ་བཀག་ནས་རྣམ་རྟོག་ཚང་མ་ཕ་བཀག་ནས།

ཉོན་མོངས་རྩ་བ་ཉིད་འགགས་མེད་པ་ཡིན་ཙང་སླར་ཡང་ཨ་ནི་སྡུག་བསྔལ་ལ་སོགས་པ་ཉོན་མོངས་ལྡན་གྱི་ཉོན་མོངས་ཁོ་རང་ཡང་རྒྱུ་སྐྱེ་ཡོད་པར་མ་ཟད་ཉོན་མོངས་ལྡན་གྱི་ཨ་ནི་འབྲས་བུ་སྡུག་བསྔལ་ལ་སོགས་པ་ཡང་སྐྱེ་ཡོད་པ་རེད། དཔེ་འདི་ག་རེ་བྱས་ལ་ན་འདུ་ཤེས་མེད་པའི་སྙོམས་འཇུག་ན་ཞིག་རེད། དེ་སང་ཐེག་དམན་གྱི་ད་ལྟ་མངོན་པ་གཉིས་ནས་བཤད་པའི་དགྲ་བཅོམ་པ་འདི་གའི་དེ་ཡང་ཁོ་རང་གང་ཟག་གི་བདག་མེད་རགས་པ། ཅིག་གང་ཟག་རྟག་ཅིང་རང་བ་ཅན་གྱིས་བསྒྲུབས་པའི་ལྟུང་བ་ཡིན་ན་འདྲ་དུ་གང་ཟག་རང་རྒྱལ་དུལ་བའི་རྗེས་ཡོད་ཀྱི་ལྟུང་བ་ཡིན་ན་འདྲ་དུ། དེ་འདྲའི་སྒོམ་གྱི་ཡོ་རེ། སྒོམ་གྱི་ཡོར་དེ་བསྒོམས་པ་ལ་བརྟེན་ནས་ཨ་ནི་ཉོན་མོངས་མངོན་གྱུར་བ་རེ་ཞིག་གནས་སྐབས་རིང་འདི་ལ་འགགས་པ་ཅིག་རེད་མ་གཏོགས། རྩ་བ་ཉིད་ནི་ཁོ་བཀག་ཐུབ་ཡོང་མ་རེད། དེ་འདྲའི་དབང་གིས་ཡང་སྐྱོ་སྐྱེ་བ་ཡོང་སྲིད་ཀྱི་རེད་སྡུག་བསྔལ་ལ་སོགས་པ་ཡོང་གི་རེད། འདུ་ཤེས་མེད་པའི་གཉོམ་ཆུང་ན་ཞིག་ཆགས་ཡོང་གི་རེད། དེ་འདྲ་ཡིན་ཙང་རྒྱུ་མཚན་དེ་ལ་བརྟེན་ནས། ཨ་ན་སྟོང་པ་ཉིད་ཟད་དེ་ངེས་པར་དུ་གོམས་དགོས་རེད་བདག་མེད་པ། གལ་སྲིད་ཉོན་མོངས་ཀྱི་རྩ་བ་བདག་འཛིན་འདི་མ་གོ་བར་དུ་ལ་ཉོན་མོངས་འདི་ཡོང་ཡོང་བ་རེད་ཨ་ནི་དེའི་དབང་གིས་འབྲས་བུ་སྡུག་བསྔལ་ལ་སོགས་པ་ཡོང་ཡོང་བ་རེད། དེ་འདྲས་ཡིན་དུས་བསམ་པ་ལ་ཉོན་མོངས་བཀག་པ་ལ་ཉོན་མོངས་ཀྱི་རྩ་བ་བདག་འཛིན་འདི་བཀག་དགོས་རེད་དེ་བཀག་པ་ལ་བདག་མེད་པ་ཟེར་ན་འདྲ་དུ་སྟོང་པ་ཉིད་འདི་ངེས་པར་དུ་གོམས་དགོས་རེད་དེ་ན་སྟོང་ཉིད་གོམས་པར་བྱ་ཟེར་དོན་དག་འདྲ་བོ་འདི་དེ་རེད་ད།